ལྷན་རྒྱས་སྐུ་ཁམས་བཟང། དེ་རིང་སྤྱི་ལོ་ཉིས་སྟོང་ཉིས་གསར་དྲུག་ཟླ་བ་བཞི་པའི་ཚེས་དགུ་གཟའ་ཕུར་བུ་རེད། འཛམ་གླིང་ཤེས་རྟོགས Tibet Global Insights གི་གསར་འགྱུར་ལ། སེམས་གཟིགས་རྣམ་པར་དགའ་བསུ་ཞུ། དེ་རིང་ང་ཚོས་འཛམ་གླིང་ནང་གི་གསར་འགྱུར་ལས་ཁུངས་ཁག་གི་གནས་ཚུལ་སྤེལ་བ་ཁག་ཅིག་གཤམ་དུ་ཞུ་རྒྱུ། དང་པོ། ཀྲོམ་དང་བྱང་གླིང Northern Hemisphere དམག་དོན་མཐུན་ཚོགས་ནད་ཁྲོད་ཚོགས་འདུའི་སྐོར BBC གནས་ཚུལ་སྤེལ་བར། ལས་བཟོ་ལྷག་པའི་ཉིན་ནུབ་ཕྱོགས་དམག་དོན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ་མཱག་རུ་ཏེ་ཕོ་བྲང་དཀར་པོའི་ནང་སྲིད་འཛིན་ཀྲམ་དང་མཉམ་དུ་ཆུ་ཚོད་གཉིས་ལྷག་རིང་མཇལ་འཕྲད་གནང་ཡོད། སྲིད་འཛིན་ཀྲམ་གྱིས་ནེ་ཏོ་ལ་སྐྱོན་བརྗོད་བྱས་པ་དང་ནེ་ཏོ་གི་སྤྱི་ཁྱབ་དྲུང་ཆེ་རུ་ཏེ་གྱི་ཚོགས་འདུ་དེ་ཧ་ཅང་དྲང་པོ་དང་ཧ་ཅང་གསལ་པོ Very Frank དང Very Open བྱུང་ཅེས་བརྗོད་ཡོད། སྤྱི་ཁྱབ་དྲུང་ཆེ་རུ་ཏྲེ་ཡིས་མཇལ་འཕྲད་དེ་ནི་ཧ་ཅང་བཟང་པོ་དང་ཧ་ཅང་གསལ་པོ་བྱུང་རབས་བརྗོད་པ་དེ་ཕྱོགས་གཉིས་བར་ལྟ་བ་མི་མཐུན་པའི་ཡོད་པའི་བརྡ་ལན་བཏང་ཡོད། ཕོ་བྲང་དཀར་པོས་དེའི་སྐོར་གནས་ཚུལ་ཞིབ་ཕྲ་གང་ཡང་བཀྲམས་མི་འདུག། སྲིད་འཛིན་ཀྲང་ཡི་འཁོན་འཛིན་གཙོ་བོ་ནི་ཨི་རན་དང་དམག་འཁྲུག Operation Epic Fury རྒྱག་པའི་སྐབས་སུ་ནེ་ཀྲོ་ཡིས་ཨ་རི་ལ་རྒྱབ་སྐྱོར་མ་བྱས་པར་སྲིད་འཛིན་ཀྲང་ཁོང་ཁྲོ་ཆེན་པོ་ལངས་ཡོད། ལྕམ་གྱི་སྤྱི་ཚོགས་དྲ་རྒྱ Truth Social ཐོག་ང་ཚོར་གོ་སྐོ་ཡོད་དུས་ནེ་ཀྲོ་མཉམ་དུ་མི་འདུག་མ་འོངས་པར་ཡང་ཁོ་ཚོ་ཡོད་ཀྱི་མ་རེད་ཅེས་བྲིས་འདུག། ཕོ་བྲང་དཀར་པོའི་མགྲིན་ཚབ་པ Caroline Laviette ཡིས་སྲིད་འཛིན་ལྕམ་ཡིས་ལུང་འདྲེན་གནང་སྟེ་ནེ་ཀྲོ་ལ་ཚོད་ལྟ་བྱས་པ་རེད་ཁོ་ཚོས་ཚོད་ལྟ་དེར་རྒྱུགས་འཕྲོད་མ་སོང་ཅེས་ཚོགས་མི་རྒྱལ་ཁབ་ཚོས་ཨ་རིའི་མི་མང་ལ་རྒྱབ་བསྟུན་པ་རེད་ཅེས་གསུངས། ཡང་ཕྱིར་འདོན་གྱི་ཉེན་བརྡ། ཉེ་བའི་དུས་དྲྭ་ནང་ཀྲུང་གིས་རྒྱལ་ཁབ་གསུམ་སོ་གཉིས་ཡོད་པའི་མཐུན་ཚོགས་དེ་ནས་ཕྱིར་འཐོན་བྱེད་རྒྱུའི་ཉེན་བརྡ་གཏོང་ཡོད། ལྷག་པར་དུ་ཧོར་མུས་མཚོ་སྒོ། Strait of Hormuz། སྒོ་དེ་བསྐྱར་དུ་ཁ་ཕྱེ་ནས་འཛམ་གླིང་གི་སྣུམ་རིན་གཅོག་རྒྱུར་རེ་སྐུལ་ལ་ཚོགས་མི་རྒྱལ་ཁབ་ཁག་གཅིག་གིས་ཁས་ལེན་མ་བྱས་པར་སྲིད་འཛིན་ཀྲུང་གིས་མཐུན་ཚོགས་ནས་ཕྱིར་འཐོན་བྱེད་རྒྱུའི་བསམ་བློ་འཁོར་ཡོད། ཡུལ་གཞིས་གསར་འགོད་པས་གསུངས་པར་ཐེངས་འདིའི་མཇལ་འཕྲད་ཀྱི་དམིགས་ཡུལ་གཙོ་བོ་ནི། སྲིད་འཛིན་ཁྲོམ་མཐུན་ཚོགས་ནང་དེ་བསྐྱུར་བློ་འགུག་ཐབས་བྱེད་རྒྱུ་དེ་རེད། ཡང་སྤྱི་ཁྱབ་དྲུང་ཆེ་རུ་ཏེ་ཡིས་སི་ཨེན་ཨེན་བརྙན་འཕྲིན་ལ་གསུངས་བར། ཡུ་རོབ་རྒྱལ་ཁབ་མང་ཆེ་བས་དབྱི་རན་གྱི་དམག་འཁྲུག་སྐབས་སུ་དམག་སྒར་དང་དམག་གི་བཅའ་ལག་སྐྱེལ་འདྲེན་དམག་བདུན་གནམ་གྲུའི་མཁའ་ལམ་བཀོལ་སྤྱོད་བྱེད་བཅུག་པར་བཅས་ཀྱི་ཐོག་ནས་རྒྱབ་སྐྱོར་གནང་ཡོད་པར་བརྗོད། ཞིང་ཁོང་གིས་གསུངས་པར་སྲིད་འཛིན་ཀྲམ་གྱི་དབུ་ཁྲིད་ལ་བརྟེན་ད་ལྟ་འཛམ་གླིང་གི་གནས་བབ་བདེ་འཇགས་ཆེ་རུ་ཕྱིན་ཡོད་པའི་བསྔགས་བརྗོད་ཀྱང་གནང་ཡོད། ཕྱིར་འཐེན་ལ་བཀག་སྡོམ་བྱས་པའི་ཁྲིམས་ལུགས་སྤྱི་ལོ་ཉིས་སྟོང་ཉིས་བརྒྱ་ས་གསུམ་ལོའི་ལོ་མཇུག་ཏུ་ཨ་རིའི་གྲོས་ཚོགས་ནས་སྲིད་འཛིན་ཀྲམ་ཚུད་པའི་སྲིད་འཛིན་གང་རུང་ཞིག་མེ་ཏྲོ་ནས་གཅིག་པོར་ཕྱིར་འཐོན་མི་ཆོག་པའི་ཁྲིམས་གཞི་གཏན་འབེབས་བྱས་ཡོད། དེ་དུས་སྲིད་འཛིན་ཀྲམ་གྲོས་ཚོགས་ཀྱི་རྒྱབ་སྐྱོར་མེད་པར་ཕྱིར་འདོན་བྱེད་མི་ཐུབ། དངོས་གནས་ཡོད་པའི་རྩོད་རྙོག་ཆེན་པོ་དེ་ནི། ཨི་རན་གྱི་དམག་འཁྲུག་མ་བྱུང་གོང་ནས་སྲིད་འཛིན Trump གྱིས Greenland ཉོ་རྒྱུའི་འདོད་པ་བྱས་པ་དེ་ཨ་རི་དང་ནེ་ཏྲོ་བར་གྱི་འབྲེལ་བ་སྡུག་ཏུ་གཏོང་ཡོད། སྲིད་འཛིན Trump དང་སྤྱི་ཁྱབ་དྲུང་ཆེ Rutte བར་གྱི་མཇལ་འཕྲད་རྗེས་སུ་སྤྱི་ཚོགས་དྲ་རྒྱ Truth Social ནང་དེའི་སྐོར་གླེང་ཡོད། མདོར་བསྡུས་ན། སྤྱི་ཁྱབ་དྲུང་ཆེ་རུ་ཀྲི་ཡིས་སྲིད་འཛིན་ཀྲང་ལ་ཨ་རིས་ནེ་ཀྲོའི་ནང་དུ་གནས་དགོས་པའི་སྐུལ་མ་གཏོང་ཐུབ་མིན་ད་དུང་གཏན་འཁེལ་མེད་པ། རུ་ཀྲས་ཁོང་གི་ཐབས་ཤེས་ཡོད་རྒུ་རྩོད་སྒྲུག་གཏོང་སྟེ་ཀྲང་དང་མཉམ་དུ་སྒེར་གྱི་འབྲེལ་བ་ཡག་པོ་བཙུགས་ཡོད་ཀྱང། དེས་མཐའ་མའི་ཐག་གཅོད་ལ་ཤུགས་རྐྱེན་ཐེབས་ཐུབ་མིན་གསལ་པོ་མི་འདུག་གནས་སྟངས་དེ་ལ་བརྟེན་ནས་མཁས་པ་མང་པོས་དམག་དོན་མཐུན་ཚོགས་ནེ་ཀྲོ་ཡི་ལོ་རྒྱུས་ནང་གི་དཀའ་ངལ་ཆེ་ཤོས་དེ་ཡིན་པར་ངོས་འཛིན་བྱེད་བཞིན་ཡོད། ཡིན་བ། Bloomberg གིས་གནས་ཚུལ་སྤེལ་བར་ཡུ་རོབ་ཀྱི་དཔལ་འབྱོར་ཉེན་བརྡ། ཡུ་རོབ་མཐུན་ཚོགས་ཀྱི་དཔལ་འབྱོར་ལྷན་ཚོགས་ཀྱི་འགན་འཛིན། Valdis Dombrovskis། ཡིས་ཡུ་རོབ་ལ་དཔལ་འབྱོར་དཀའ་ངལ Stagflation ཞེས་པའི་དཔལ་འབྱོར་ཉམས་ཆག་དང་རིན་གོང་འཕར་བ། མི་མང་པོ་ཞིག་དུས་མཉམ་དུ་ལས་ཀ་མེད་པར་གྱུར་བ་དེ། ཡོང་རྒྱུའི་ཉེན་ཁ་ཡོད་པའི་ཉེན་བརྡ་གཏོང་ཡོད། ཇི་སྲིད་དཀྱིལ་ཤར་ཁུལ་གྱི་དམག་འཁྲུག་དེ་ཡུན་རིང་ཕྱིན་ན། སྤྱི་ལོ་ཉིས་སྟོང་ཉིས་ས་དྲུག་དང་ཉིས་ས་བདུན་ལོའི་ཡུ་རོབ་ཀྱི་དཔལ་འབྱོར་འཕེལ་རིམ་ལ་བརྒྱ་ཆ་ལས་དགུ་ཚ་དྲུག་གི་གྱོང་གུད་ཕོག་སྲིད་པ་རེད། དཔལ་འབྱོར་འཕེལ་ཚད་དམའ་རུ་ཕྱིན་པ OECD། འཛུགས་སྐྲུན་དང་གོང་འཕེལ་སྒྲིག་འཛུགས་ཀྱི་ཡུ་རོབ་གོར་མོ་བཀོད་སྤྱོད་བྱེད་མཁན་གྱི་རྒྱལ་ཁབ་ཡུ་རོ་ཙོན་ཚོས་ཉིས་སྟོང་ཉི་ས་ང་ལོའི་དཔལ་འབྱོར་འཕེལ་ཚད་བརྒྱ་ཆ་ལས་འོ་ཆ་བརྒྱད་ལ་མར་ཕབ་ཡོད། བརྒྱ་ཆའི་གྲངས་ཀ་ལས་འོ་ཆ་བཞི་མར་ཆག་པ་རེད། ད་དུང་མཉམ་དུ་ནུས་ཤུགས Energy དང་འབད་རྩལ Chemical གྱི་རིན་གོང་འཕར་བའི་རྐྱེན་གྱིས། ཡོ་ཐང་འཕར་ཆག Inflation བརྒྱ་ཆ་གཉིས་དང་དྲུག་ལ་སླེབས་རྒྱུའི་སྔོན་དཔག་བྱེད་ཀྱི་ཡོད། གཞུང་གི་དཀའ་ངལ་དང་ཐབས་ལམ། ཡུ་རོབ་རྒྱལ་ཁབ་ཁག་གིས་གཞུང་གིས་མི་མང་དང་ཚོང་པ་ཚོར་རོགས་སྐྱོར་བྱེད་བཞིན་ཡོད་ཀྱང་རྒྱལ་ཁབ་མང་ཆེ་བར་དཔལ་འབྱོར་གྱི་ནུས་པ་གང་འཚམ་ཞན་པོ་ཆགས་ཡོད། ཡུ་རོབ་སྔོན་རྩིས་ཚོགས་པའི་ཚོགས་གཙོ Kyriakos Spyriakakis ཡིས་གསུངས་དོན། རོགས་སྐྱོར་དེ་དག་དུས་ཐུང་དང་དངོས་གནས་དཀའ་ངལ་ཡོད་མཁན་ལ་དམིགས་བ་ཞིག་དགོས་པ་མ་གཏོགས། ནུས་ཤུགས Energy གྱི་དཀའ་ངལ་སེལ་ཐབས་བྱེད་སྐབས་རྒྱལ་ཁབ་ཀྱི་སྔོན་རྩིས་ལ་ཉེན་ཁ་བཟོས་མི་ཉན་ཞེས་བརྗོད་ཡོད། ཧྥ་རན་སིའི་གནས་སྟངས། ཡུ་རོབ་ཀྱི་དཔལ་འབྱོར་ཆེ་ཤོས་གཉིས་པ་ཧྥ་རན་སིའི་ཉིས་སྟོང་ཉིས་ས་ལྔ་ལོའི་བུ་ལོན་ཉུང་དུ་གཏོང་རྒྱུའི་དམིགས་ཚད་ལས་ལྷག་པའི་གྲུབ་འབྲས་ཐོན་ཡོད་པས། དཔལ་འབྱོར་གྱི་གནས་སྟངས་ཉུང་ཙམ་ཡག་ཏུ་ཕྱིན་ཡོད། འོན་ཀྱང་སྔོན་རྩིས་བློན་ཆེན Finance Minister གྱིས་བུ་ལོན་མུ་མཐུད་ཉུང་དུ་གཏོང་རྒྱུ་གལ་ཆེན་ཡིན་པར་ནན་བཤད་བྱས་འདུག་གསུམ་པ། གནད་དོན་གཞན། ཨ་རིའི་ཕྱི་སྲིད་བློན་ཆེན་མར་ཁོ་རུ་བྷི་ཡོ་དང G7རྒྱལ་ཁབ་ཁག་གི་བློན་ཆེན་བར་གྱི་ཨི་རན་དང་ཡུཀ་རེན་གྱི་དམག་འཁྲུག་ཐོག་ལྟ་བ་མི་མཐུན་པ་བྱུང་བ། ཡུཀ་རེན་གྱི་དམག་གི་འགྲོ་དོན། ཡུཀ་རེན་ལ་ཟླ་བ་གཉིས་ཀྱི་ནང་ཚུད་དུ་དམག་དོན་གྱི་སྔོན་རྩིས